གོ་ལ་འདི་བཞིན་ཁོར་ཡུག་དང་དཔལ་འབྱོར་སོགས་ཀྱི་འཛུགས་སྐྲུན་ཐོག་ནས་མ་འོངས་མི་རབས་ཚོར་ཕན་ཐོགས་ལྡན་པ་ཞིག་བཟོ་སྐྲུན་བྱེད་རྒྱུའི་ཐོག་ལ་འབད་པ་བྱ་རྒྱུའི་དུས་སུ་སླེབས་ཡོད་པ་ནི་བསླབ་བྱ་གཙོ་བོ་ཞིག་ཡིན་པ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་དགོངས་གཞི་འདི་དག་ནི། འཛམ་གླིང་དབུ་ཁྲིད་ཚོས་དབུ་ཁྲིད་ཅིག་ཏུ་ངོས་འཛིན་ཞུ་བའི་རྒྱུར་གྱུར་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། དེ་ཡང་འཛམ་གླིང་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་དཀའ་ངལ་ཅི་ཆེ་འཕྲད་པ་དང་རྒྱ་ནག་གིས་དབང་ཤུགས་རྒྱ་སྐྱེད་གཏོང་ཐབས་བྱེད་པའི་དུས་འདིར། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གཉིས་ནས་ཉི་ཤུ་བདུན་བར་གཟའ་འཁོར་གཅིག་གི་རིང་ཨ་མི་རི་ཀའི་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་བོད་ཁང་དང། དེ་བཞིན The Lions Roar ཞེས་ནང་ཆོས་ཀྱི་བསླབ་བྱ་ངོ་སྤྲོད་གནང་མཁན་གྱི་ཁྱད་མེད་ཚོགས་པ་གཉིས་ཀྱི་གོ་སྒྲིག་ཞུས་ཏེ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གོ་ལ་སྤྱི་ལ་ཕན་པའི་དགོངས་གཞི་དང་མཛད་འཕྲིན་ཁག་ལ་ཐུགས་རྒྱུས་ཆེ་བའི་སྐུ་ཡི་གསུང་བསྒྱུར་དང། དྲུང་ཆེ་ཟུར་པ། བོད་དོན་རྒྱབ་སྐྱོར་བ། ནང་ཆོས་མཁས་པ་སྒོམ་སྒྲུབ་པ་དང་སེམས་ཁམས་རིག་པ་བ།

དེང་སྐབས་འཛམ་གླིང་ནང་དུ་གནས་སྟངས་སྐྱོ་བོར་ཆགས་ཡོད་ཀྱང། གནས་སྟངས་སྡུག་པོ་འདི་མུར་ལྷག་རྒྱུ་མིན་པ་རོ་པར་ཐཱ་མོན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་གི་འདུག། རོ་པར་ཐཱ་མོན་ལགས་ཀྱིས་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གི་གོ་ལའི་བདེ་རྩའི་དགོངས་གཞི་དང་འབྲེལ་ནས་ཚོགས་ཆེན་འདི་འདྲ་ཞིག་གོ་སྒྲིག་གནང་བ་ནི། འཛམ་གླིང་ནང་ད་ལྟ་ནད་ཡམས་དང། གཅིག་སྡུད་དབང་འཛིན་ལམ་ལུགས་ཤུགས་ཆེ་རུ་འགྲོ་བ། ལྷག་པར་ཞི་ཅིན་ཕིང་གི་གཏུམ་དྲག་རང་བཞིན་གྱི་དབང་ཤུགས་ཇེ་ཆེར་འགྲོ་བའི་དུས་སུ་མི་ཡི་ཡ་རབས་བཟང་སྤྱོད་དང་ཆོས་ལུགས་མཐུན་སྒྲིལ། སྦགས་བཙོག་མེད་པའི་གོ་ལ་ཞིག་བསྐྲུན་རྒྱུ་དང། བོད་ཀྱི་གནད་དོན་སེལ་ཐབས་ཀྱི་དགོངས་གཞི་དང་འབྲེལ་བའི་བསླབ་བྱ་རྣམས་ནི་འཛམ་གླིང་ནང་དུ་ད་ཆ་ཤིན་ཏུ་དགོས་མཁོ་ཆེན་པོ་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག་གཟའ་འཁོར་གཅིག་གི་ལས་རིམ་འདིའི་ཐོག་ཕྱི་ཚེས་ཉི་ཤུ་གཉིས་ནས་ཚེས་ཉི་ཤུ་བདུན་བར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཐུགས་མཉེས་པོ་ཡོད་པའི་ཀླད་ཁམས་དབང་ཆའི་ཚན་རིག་པ་གྲགས་ཅན་རི་ཆར David Sun ལགས་དང། འཛམ་གླིང་ནང་སྙན་གྲགས་ཆེ་བའི་རྩོམ་པ་པོ་དང། ཧིན་དུའི་ཆོས་ལུགས་ཐོག་ལ་མཁས་པ Deepak Chopra། ཨ་རིའི་ཧོ་ལི་ཝུད་གློག་བརྙན་འཁྲབ་སྟོན་པ་རི་ཆར་གེར་སོགས་མི་སྣ་ཉི་ཤུ་ལྷག་གིས་མཉམ་ཞུགས་གནང་གི་ཡོད་ཅིང། ཉི་མ་རེ་རེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་ཐུགས་བསྐྱེད་ཁག་ཁག་ཁག་སུ་དབྱེ་སྟེ། མཁས་པ་བཞི་དང་ལྔ་ཡིས་བགྲོ་གླེང་གཏམ་བཤད་གནང་གི་ཡོད་པ་རེད། བརྙན་པར་སྒྲིག་སྦྱོར་གནང་མཁན་པ་སངས་དོན་ལྡན་ལགས་དང་གསར་འགོད་ཕྱོགས་སྒྲིག་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།